གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། དགེ་འདུན་ཆོས་འཕེལ། དགེ་འདུན་ཆོས་འཕེལ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་གསུམ་ལོར་རེབ་གོང་ཞོ་ཕང་ཞེས་བྱ་བའི་གྲོང་ཚོ་ཞིག་ཏུ་སྐུ་འཁྲུངས། གཞོན་དུས་ནས་བྱིས་པ་གཞན་དང་མི་འདྲ་བར་བློ་རིག་གསལ་ཞིང། ཤེས་ཡོན་ལ་དོན་གཉེར་ཆེ་བ་ཞིག་ཡིན། ཐོག་མར་ཡབ་ཀྱི་མདུན་ནས་ཡི་གེ་སློབ་སྦྱོང་བྱས། ཕྱིས་སུ་སྡི་ཚ་དགོན་པར་རབ་ཏུ་བྱུང་ཞིང། རིམ་པས་བླ་བྲང་བཀྲ་ཤིས་འཁྱིལ་སོགས་སུ་གསན་བསམ་མཛད་པའི་སྐབས། རིག་པ་མྱུར་བའི་སྙན་གྲགས་ཆེན་པོར་གྱུར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལོར་ལྷ་སར་ཕེབས། སྒོ་མང་གྲྭ་ཚང་དུ་ཆོས་ཞུགས་ཀྱིས་གཞུང་ཆེན་ཁག་ལ་གསན་བསམ་མཐིལ་ཕྱིན་པར་མཛད། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ལོར་རྒྱ་གར་དུ་ཕེབས་ཏེ་ལོ་བཅུ་གཉིས་རིང་ལེགས་སྦྱར་དང་དབྱིན་ཇིའི་སྐད་ཡིག་སོགས་ལ་གསན་བསམ་མཛད་པ་མ་ཟད། རིག་དངོས་སྣ་ཚོགས་ལ་ཞིབ་འཇུག་གཏིང་ཕྱིན་པ་གནང་སྟེ་རྒྱལ་ཁམས་རིག་པས་བསྐོར་བའི་གཏམ་རྒྱུད་གསེར་གྱི་ཐང་མ་ཞེས་པ་མཛད། ལྷ་སར་ཕྱིར་ཕེབས་པའི་རྗེས་ལོ་མང་ཞིབ་འཇུག་མཛད་པའི་གྲུབ་དོན་རྣམས་ཡིག་ཐོག་ཏུ་སྦས་པའི་མཛད་རིམ་རྒྱ་ཆེན་པོ་ཡོད་ཀྱང། རྒྱ་ལོ་རྫུན་མ་བཟོས་པའི་ནག་ཉེས་འོག་བཙོན་ཁང་དུ་བཅུག་སྟེ། ཁོང་གི་དགོངས་བཞེད་ལ་བར་ཆད་ཆེན་པོ་བཟོས་པས། བིནྡུ་རཱའི་བུམ་པ་རྡོ་ལ་བཞུས་ཏེ་འཕྲོ་བརླག་ཏུ་བཏང་བ་བཞིན། མཁས་དབང་དགེ་འདུན་ཆོས་འཕེལ་གྱི་མཐའ་མེད་པའི་རྣམ་དཔྱོད་ལ་ཚད་བཀག་ཐེབས་པ་མ་ཟད། ཁོང་གི་རྣམ་དཔྱོད་དང་དཀའ་སྤྱད་ལས་ཐོན་པའི་ལེགས་ཚོགས་མང་པོ་ཞིག་ཤུལ་མེད་དུ་བཏང་བ་ནི་ཤིན་ཏུ་ཕངས་སེམས་ཞུ་དགོས་པ་ཞིག་ཡིན། མཐར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་ལྷ་སར་སྐུ་གཤེགས། དེའི་སྐབས་གུང་གྲངས་བཞི་བཅུ་ཞེ་དགུར་ཕེབས་ཡོད། ཁོང་ལ་གསུང་རྩོམ་དེ་སྔ་ཡོངས་གྲགས་སུ་དཔར་སྐྲུན་ཞུས་པ་གླེགས་བམ་གསུམ་བཞུགས། ལེའུ་དང་པོ། ཤེས་རབ་ཀྱི་མེ་ལྕེ་འབར་བའི་བྱིས་པ། དགེ་འདུན་ཆོས་འཕེལ་ནི་རེབ་གོང་ཡུལ་གྱི་ཞོལ་འབངས་ཞེས་པའི་གྲོང་གསེབ་ཅིག་ཏུ་སྐུ་འཁྲུངས། སྐུ་ན་གཞོན་དུས་ནས་སློབ་སྦྱོང་ལ་སྤྲོ་སྣང་ཆེ་ཞིང། ཤེས་རབ་མེ་ལྟར་འབར་བ་ཞིག་ཡིན་ཡང། སྤྱོད་ལམ་ཅུང་རྩུབ་པོ་དང་མི་སུ་ལ་ཡང་རྒྱལ་ཁ་སྟེར་འདོད་མེད་མཁན་ཞིག་ཡིན་པས་གཞན་སུ་ལ་ཡང་གུ་ཡངས་གཏན་ནས་མི་གཏོང་བར་ཐད་ཀར་རྒོལ་ལན་སློག་མཁན་ཞིག་ཡིན། དགེ་འདུན་ཆོས་འཕེལ་དགུང་ལོ་བཞིར་སོན་པའི་སྐབས་ཉིན་ཞིག་ཡབ་ཀྱིས། བུ་ཁྱོད་ཤེས་རབ་ཆེ་ཞིང་སློབ་སྦྱོང་ལ་སྤྲོ་སྣང་ཡོད་མཁན་ཞིག་ཡིན་པས་ཤིན་ཏུ་བཟང། འོན་ཀྱང། ཁྱོད་ཀྱིས་སྤྱོད་ལམ་རྩུབ་པོ་ཡིན་པའི་ཐོག་གཞན་ལ་བསྟུན་ཐབས་མི་བྱེད་མཁན་ཞིག་ཡིན་པས་ཁྱོད་ཀྱིས་ད་ལྟའི་རང་གི་སྤྱོད་ལམ་འདི་ལ་འགྱུར་བ་གཏོང་མ་ཐུབ་ན། མ་འོངས་པར་ཁྱོད་ལ་གནས་ཚུལ་འདྲ་མིན་གྱི་ཐོག་ནས་དཀའ་ངལ་ཡོང་གི་རེད། གང་ལྟར་ཡང། ཁྱེད་རང་ལ་ཤེས་ཡོན་སློབ་སྦྱོང་བྱ་རྒྱུའི་སྤྲོ་སྣང་དང། ཤེས་རབ་མེ་འབར་བ་ལྟ་བུ་ཞིག་ཡོད་པ་བཞིན། ཤེས་ཡོན་སློབ་སྦྱོང་ཐོག་མུ་མཐུད་འབད་བརྩོན་བྱ་དགོས་པ་གལ་ཆེན་པོ་རེད། ཅེས་ཡབ་ཀྱིས་ཆུང་དུས་ནས་ཡི་གེ་བྲིས་ཀློག་གི་སློབ་སྦྱོང་སྤྲོད་ཀྱི་ཡོད་པ་རེད། དགེ་འདུན་ཆོས་འཕེལ་གྱིས་ཡབ་ཀྱི་དྲུང་ནས་ཡི་གེ་བྲིས་ཀློག་སྦྱོང་བའི་སྐབས། དུས་ཡུན་ཐུང་ངུའི་ནང་ཡི་གེ་བྲིས་ཀློག་གཉིས་ཀ་དཀའ་ཚེགས་མེད་པར་ཤེས་ཐུབ་པ་བྱུང་བ་མ་ཟད། རྙིང་མའི་ཆོས་སྐོར་གྱི་འདོན་ཆ་མང་པོ་ཞིག་ཀྱང་བློ་འཛིན་བྱས་ཏེ། ཚིགས་བཅད་མང་པོ་ཞིག་གསུང་སྐད་ཆེན་པོས་དབྱངས་སུ་གྱེར་གྱི་ཡོད། ཚིགས་བཅད་མང་པོ་དབྱངས་སུ་གྱེར་གྱི་ཡོད་པ་དེས་ཕྱིས་སུ་དགེ་འདུན་ཆོས་འཕེལ་གྱི་རྩོམ་རྩལ་ཡར་རྒྱས་འགྲོ་བ་ལ་ཕན་ཐོགས་ཆེན་པོ་བྱུང་ཡོད། ཡབ་ཀྱི་དྲུང་ནས་ཡི་གེ་སྦྱོང་བཞིན་གུང་ལོ་བདུན་ལ་སོན་པའི་སྐབས། ཡབ་གློ་བུར་དུ་སྐུ་གཤེགས་པས། ཁྱིམ་ཚང་གི་འཚོ་བའི་འགན་འཁུར་མཁན་གཙོ་བོ་མེད་པར་གྱུར་པ་ན། མ་བུ་གཉིས་ལ་འཚོ་བའི་ཐད་ནས་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་མ་ཟད། ཕ་མ་ལྷན་འཛོམས་སྐབས་ཀྱི་ཁྱིམ་ཚང་གི་སྤྲོ་སྣང་ཡང་རང་བཞིན་གྱིས་མེད་པར་གྱུར་པ་རེད། སྐབས་དེར། དགེ་འདུན་ཆོས་འཕེལ་ལོ་ན་ཤིན་ཏུ་ཆུང་ཡང། མ་བུ་གཉིས་ལ་གཞན་པས་མཐོང་ཆུང་དང་བརྙས་དམོད་བྱེད་པའི་སྐབས། གཅིག་རྗེས་གཉིས་གཉིས་ཀྱིས་རྒོལ་ལན་སློག་པ་མ་ཟད་ཨ་མ་ལ་སེམས་ངལ་འཕར་མ་མི་ཡོང་བའི་དོན་དུ་རྒྱུན་པར་ལས་དོན་ཆེ་ཕྲ་མཐའ་དག་ཨ་མའི་ངག་བཀོད་ཇི་བཞིན་སྒྲུབ་ཀྱི་ཡོད། ཨ་མར་སྐྱོ་སྣང་བྱུང་བའི་རྣམ་འགྱུར་མཐོང་རེ་བཞིན། ཨ་ཕ་འཚོ་གནས་མ་ཐུབ་པའི་ཤུལ་དུ་ཞེན་པས་ངས་མ་བུ་གཉིས་ལ་མཐོང་ཆུང་དང་ཐུབ་ཚོད་ཇི་ལྟར་བྱས་ཀྱང། ཨ་མ་བློ་ཕམ་པ་གཏན་ནས་བྱེད་མི་དགོས། ངས་ནམ་ཡིན་ཡང་ཨ་མའི་རྒྱབ་རྟེན་བྱེད་ཀྱི་ཡིན་ལ། ངས་ཨ་མའི་ཐུགས་ཕམ་པའི་བྱ་བ་གཏན་ནས་མི་བྱེད། ཅེས་རྒྱུན་པར་ཨ་མར་སེམས་གསོ་བྱེད་ཀྱི་ཡོད། ཨ་མས་ཤིན་ཏུ་བརྩེ་བའི་ཉམས་ཀྱིས། ཨ་ཕ་མ་བཞུགས་ཀྱང། ང་ལ་ཁྱོད་ལྟ་བུའི་གཅེས་ཕྲུག་ཅིག་ཁྱོད་ཡོད་པས། སེམས་ཕམ་དགོས་དོན་གཏན་ནས་མེད། ཁྱོད་ཀྱི་ཨ་ཕ་དྲིན་ཆེན་གྱི་ཐུགས་རེ་ལྟར། ཡིད་ཀྱི་སློབ་སྦྱོང་ལ་དཔེ་མཚོན་ལྷོད་མེད་བཅོལ། ངས་མ་བུ་གཉིས་ཀྱི་ཁ་གསོ་ཐབས་ཀྱི་ལས་ཀ་ངས་བྱེད་ཐུབ། ཅེས་ཨ་མས་ཀྱང་རྒྱུན་པར་བུ་ཆུང་ལ་སློབ་སྦྱོང་གི་སེམས་ཤུགས་མི་ཆག་པའི་ཐབས་ཤེས་གནང་གི་ཡོད། ཉིན་ཞིག། དགེ་འདུན་ཆོས་འཕེལ་གྱིས་ཨ་མའི་ལག་པ་འཕུར་བཞིན། ཨ་མ། ངས་རྒྱུ་ནོར་མང་པོ་གསོག་ཨེ་ཐུབ་མི་ཤེས་ཀྱང། ཤེས་ཡོན་སློབ་སྦྱོང་གི་ཐོག་ནས་གྲུབ་འབྲས་ཐོན་པ་བྱས་ཏེ། ཁྱེད་ཕ་མ་གཉིས་ཀྱི་དྲིན་ལན་གསོབ་ཐུབ་པ་བྱེད་ཀྱི་ཡིན། དེ་དུས་མི་ཡོངས་རྫོགས་ཀྱིས་ང་ལ་མཐོང་ཆེན་གྱི་བསླུ་བྲིད་ཞུ་བ་མ་གཏོགས། སྤྲང་ཕྲུག་ཟེར་ནས་བརྙས་སྨོད་བྱེད་མཁན་གཏན་ནས་ཡོང་གི་མ་རེད། ཅེས་མ་བུ་གཉིས་ཕན་ཚུན་སེམས་གསོ་བྱེད་ཀྱི་ཡོད་ལ། མཚམས་རེར་མ་བུ་གཉིས་ལྷན་དུ་མིག་ཆུ་གཏོང་དགོས་པའི་སྐབས་ཀྱང་མང་པོ་ཡོང་གི་ཡོད། འདི་ལྟར་དཀའ་ངལ་གང་འདྲ་ཞིག་དང་འཕྲད་ཀྱང། དགེ་འདུན་ཆོས་འཕེལ་གྱིས་ཨ་མ་ལ་རོགས་པ་གང་ནུས་ཞུས་པའི་ཞོར་དུ་སློབ་སྦྱོང་གི་འཕྲོ་གཏན་ནས་འཇོག་མྱོང་མེད་ལ། སློབ་སྦྱོང་བྱེད་པའི་སྐབས་སུ་ཡང། གཞན་གྱིས་བསླབ་པ་ངག་སྐྱོར་དང་བསླུ་འཛིན་བྱེད་པ་ཙམ་མ་ཡིན་པར། གནད་དོན་ཆེ་ཕྲ་ཀུན་གྱི་ཐོག་རང་ཉིད་ཀྱིས་བསམ་བློ་བཏང་སྟེ་བློ་སྐྱེད་དང་གོ་རྟོགས་གསར་པ་ཡོང་བར་ཐུགས་སྣང་ཆེན་པོ་གནང་གི་ཡོད་པ་རེད།